རྣལ་མ་ལྷན་སྐྱེས་རགས་བཀྲ་ཤིས་ལས། དེ་རིང་ངའི་མཐའ་ནི་འདི་ཀྱང་ཡིན། རྒྱབ་བརྟེན། རྒྱབ་བརྟེན་ཟེར་ན་ངའི་ཤེས་གསལ་ལ། ཡིད་རྟོན་བྱེད་ཆོག་ཆོག་ཡིན་པའི་རོགས་པ་བྱེད་མཁན་དང། རྒྱབ་ལོག་གི་རྒྱབ་སྐྱོར་བྱེད་མཁན་ལ་ཟེར་གྱི་ཡོད་རེད། དགྲ་རང་ལས་ལེན་པའི་དཔེར་བརྗོད། ངང་ཚོ་ལ་རྒྱབ་བརྟེན་ཡག་པོ་ཞིག་དགོས། མི་ངན་ལ་རྒྱབ་རྟེན་བཅོལ་ན། སྤྱང་ཀིའི་ནང་དུ་འཁྲིད་པ་དང་མཚུངས། དཀའ་བ་ལ་རྒྱབ་རྟེན་བྱེད་པ། གཞན་གྱི་རྒྱབ་རྟེན་བྱེད་པ། དཔེ་བརྗོད་བྱེད་པ་སྟེ། ཁ་སང་ནས་སྐད་འཕྲིན་བཀག་སྡོམ་བྱས་ཡོད་སྟབས། བོད་ནང་དུ་འབྲེལ་ལམ་ཕྱེ་ཡོད་སྐོར་ངོ་སྤྲོད་ཀྱིས། གསར་འབྱོར་བ་མང་པོ་ཞིག་ད་དུང་ཡང་ཐད་ཀར་ཕ་ཡུལ་གྱི་དཔལ་འབྱོར་གྱི་རྒྱབ་རྟེན་འོག་འཚོ་བ་སྐྱེལ་བཞིན་ཡོད་པར་བརྟེན། སྐད་འཕྲིན། བཀག་སྡོམ་གྱི་གནས་བབ་འོག་དཀའ་ངལ་འཕྲད་རྒྱུ་ཡིན་སྐོར་གསུངས་ཡོད། དཔེ་བརྗོད་བཞིན་པ་སྟེ། བོད་ལུགས་གསོ་བ་རིག་པ་འདི་ནི་འོས་ལུགས་ཀྱི་རྒྱབ་རྟེན་དང་རིག་པས་དཔྱད་པ་གཉིས་ཟུང་འབྲེལ་ཐོག་ནས་ཞིབ་འཇུག་བྱས་ན་སེམས་ཁམས་དང་འབྲེལ་བའི་ཚད་ལྡན་གྱི་གསོ་བ་རིག་པའི་གཞུང་ལུགས་ཤིག་ཏུ་གྲུབ་ཐུབ། དཔེ་བརྗོད་བཞིན་པ་སྟེ། འདས་པའི་ལོ་རྒྱུས་ཀྱི་སྟེང་དུ་ཡང། སྨྱོ་ར་ཆེ་ཁག་གི་རིགས་མང་པོ་ཞིག། ཆོས་བྱེད་མི་སྣ་ཚོས་ཆབ་སྲིད་ཀྱི་དབང་ཆ་དང། རྒྱབ་རྟེན་ཡོན་བདག་འཕྲོག་རེས་བྱེད་པ། ས་ཆ་དང་དགོན་སྡེའི་བདག་དབང་རྩོད་རེས་བྱེད་པ་ལྟ་བུའི་རྒྱུ་རྐྱེན་གྱིས་བསླངས་ནས་བྱུང་ཡོད། ངས་སོ་སོ་བཟོས་པའི་དཔེ་བརྗོད་གནས་རུག་འདི་རིགས་ལམ་ཐོག་ལ་བརྟག་དཔྱད་བྱེད་དུས་སྐྱོན་ཆ་གལ་མཐོང་མ་སོང། ཡིན་ན་ཡང་ལུང་གི་རྒྱབ་རྟེན་མེད་ཙང་དགེ་འདུན་པ་ཚོ་ལ་གོ་སྐོན་བློ་འགུག་བྱེད་ཐུབ་ཡག་ཁག་པོ་རེད། ལགས་སོ་གལ་སྲིད་ནོར་འཁྲུལ་དྲག་ཤོར་བ་ཡིན་ན་འཛིན་བཟོད་མ་བྱེད་པར་ང་ལ་ནོར་འཁྲུལ་བྱེད་རོགས། བསྟོད་ཆེ་བཀྲ་ཤིས་བདེ་ལེགས།